བོད་མིའི་སྒྲིག་འཛུགས་དང་ཡང་ན་འདུལ་བ་གཞུང་འབྲེལ་མ་ཡིན་པའི་ཚོགས་པ་དེ་འདྲས་ལ་གསུང་བཤད་གནང་ཡོད་རྒྱུ་རེད། ཁོ་རང་རྒྱ་མི་རེད། ཁོ་ག་རེ་ཟེར་དགོས་རེད་བསམ་ན་ང་ལོ་རྒྱུས་ཐོག་ལ་བོད་རང་བཙན་ཡིན་མིན་ངས་བཤད་ཀྱི་མེད་ད། ད་ཡིན་ན་ཡང་ངས་ག་རེ་བཤད་དགོས་རེད་ཟེར་ན་སྤྱི་ལོའི་དུས་རབས་བདུན་པ། ང་ཚོའི་བོད་ཀྱི་བཙན་པོའི་སྐབས་ལ་བཙན་པོ་སྲོང་བཙན་སྒམ་པོའི་སྐབས་རེད། རྒྱ་ནག་གི་ཐང་གི་རྒྱལ་རབས་ནས། ཐང་གི་རྒྱལ་རབས། སུང་གི་རྒྱལ་རབས། ཡོན་གྱི་རྒྱལ་རབས། མིང་གི་རྒྱལ་རབས་ནས་གོང་མ་ཆིང་གི་རྒྱལ་རབས། རྒྱལ་རབས། ལྔ་གི་ནང་ལ་ཡང། རྒྱ་མིའི་ཡིག་ཆ། ཡོངས་རྫོགས་ཀྱི་ནང་ལ་བོད་དེ་རྒྱ་ཁོངས་ཡིན་པ། ཁུངས་སྐྱེལ་ཡ་མི་འདུག། ངས་དེ་བཤད་གི་ཡོད། ངས་ད་ལྟ་བར་དུ་མི་ལོ་བཅུ་བཅོ་ལྔ་ཅིག་ལ་ཡང། རྒྱ་མི་ཡིག་ཆ་ཆང་ཆང་མཉམ་ཞིབ་བྱས་ཡ་ཡིན་ཁོ་རྒྱ་མི་རིགས་དང་རྒྱ་མི་མཁས་པ་ཨ་ནི་ཐང་གསུམ་ཡོན་མིན་ཆིང་གི་ལོ་དུས་རབས་དེ་ཚོའི་ནང་ལ་ཡ་ད་ང་ཚོ་དུས་རབས་བདུན་པ་ནི་ཨ་ནི་ཆིང་གི་སྐབས་དེ་དུས་རབས་བཅོ་བརྒྱད་རེད་བ་དུས་རབས་བཅོ་བརྒྱད་བཅུར་གི་བར་ལ་ཡ་རྒྱ་ནག་གི་ཡིག་ཆ་གང་རུང་ཅིག་གི་ནང་ལ་ཡ་བོད་དེ་རྒྱ་ཁོངས་ཡིན་པའི་སྒྲུབ་བྱེད་མི་འདུག། དེ་རྒྱ་མི་མཁས་པ་གཅིག་གི་ལབ་དགོས་པ་རེད། བྱས་ཙང་ད་དེ་ལོ་རྒྱུས་ཐོག་ལ་རང་བཙན་ཡིན་པ་དེ་དེ་གསལ་བོ་རེད་བ། དེ་ཡིན་ཙང་ངས་ད་ལྟ་བརྗོད་གཞི་གར་གཟིགས་བར་དེ་རྒྱ་མི་མཁས་པ་དང་ཤེས་ཡོན་ཅན་ངོ་ནས་དྲངས་ནས་ནམ་དཔྱོད་ཡོད་པ་གཅིག་ཡིན་པ་ཡིན་ན་དེ་ཤེས་གི་ཡོད་བ་རེད། དབུ་མའི་ལམ་དེ་ངེས་ཕན་ཡིན་པ་གཅིག་ད་ང་ཚོའི་ངོ་ནས་བསམ་གཞིགས་དང་སྐུ་བྱང་ཞིག་ཆེན་པོ་བྱས་ཡོད་པ་དེ་ཁོ་ཚོས་མཐོང་ནས་ཐ་ན་ཁོ་ཚོས་རྒྱ་གར་པོ་བྱེད་ལ་ཐུགས་རྗེ་ཆེ། ཞུ་དགོས་ཡག་བྱས་ན་སླེབས་ཡོད་རེད་བསམ་གྱི་འདུག། དེ་འདྲ་ཡིན་པ་ཡིན་དུས་ངས་ད་ལྟ་གོང་དུ་ཞུས་པ་དེ་རེད། རྒྱ་མིའི་ཤེས་ཡོན་ཅན་ཁོ་རང་ཚོའི་ངོས་ནས་ད་ལྟ་ང་ཚོའི་འདི་དཔེ་ཁ་ཤས་ཅིག་བཞག་པ་ཡིན་ན། ཉིས་སྟོང་བརྒྱད་བརྒྱད་ལོ་ལ་ཡང་བོད་ནང་ལ་ས་བཤུས་བཅིར་རྒོལ་ཆེན་པོ་བྱུང་བའི་སྐབས་ལ་ཡང། ཨ་ནི་སུམ་པའི། ཚེས་པ་བཅུ། ད་བཅུ་ནས་བཅུ་བཞི་བཅུ་དྲུག་བཅུ་བདུན་བཅོ་བརྒྱད་ད་ཞེའུ་ཅི་ཅུང་བར་བ་པོ་ཡུལ་ཁྱོར་དགའ་སེམས་ནང་ལ་ཡ། གསུམ་པའི་ཉིན་ཞིག་གཉིད་ལ་ཡ། རྒྱ་ནག་གི་མཁས་པ་ཝང་ལི་ཤུང་དང་ལིའུ་ཞའོ་པོ་ཀྲང་ཙུའུ་བྷ་ལ་སོགས་པས། ཨ་ནི་ད་ལིའུ་ཞའོ་པོ་ཀྲུང་ཚ་བར་བ་ནོ་བེལ་ཞིག་གཟིགས་བཟང་ཐག་ཐུབ་ཉིན་དེ་རེད། མི་སུམ་ཅུ་ལྷག་གིས་ཨ་ནི་བོད་ཀྱི་གནད་དོན་ཐག་གཅོད་བྱེད་དགོས་ཡག་གི་དོན་ཚན་བཅུ་གཉིས་ཅིག་བཏོན་པ་ཡིན་པ། དེ་བཏོན་ནས་གསུམ་པའི་ཚེས་པ་སུམ་ཅུ་གི་ནང་ལ་ཡ། མི་སུམ་བརྒྱ་ད། གསུམ་དགོས་ས་ཡིག་བརྒྱབ་ནས་རྒྱབ་སྐྱོར་བྱེད་ཡག་རེད། དེའི་ནང་ནས་མི་ཉིས་བརྒྱ་དང་བཅུ་བཞི་བརྒྱ་ནང་ནང་ལོག་གི་ཤེས་ཡོན་ཅན་རེད་ད། དེ་ལས་སླ་བོ་ཡག་མ་རེད། དེའི་སྐབས་ལ་ཡང་བོད་ནང་གི་མཛའ་གྲགས་ཀྱི་གནས་སྟངས་དེ་འདྲའི་ཅིག་གི་ཐོག་ལ་རྒྱ་ནག་གཞུང་གི་གྲིབ་བསྒྲགས་ཀྱི་ཡོ་བྱད་ཚང་མ་བེད་སྤྱོད་བཏང་ནས་བོད་ནང་ལ་ཁ་བྲལ་བ་དེ་ཚོ་ལའང་རྡུང་རྡེག་བཏང་ཡ་ཡིན། དེ་དུས་ཁོ་ཚོས་ག་རེ་བྱེད་གི་འདུག་གཏོར་གི་འདུག་ཧྲག་གི་འདུག་བསད་གི་འདུག་ལབ་ཡིན་པ། དེ་སླ་ཡ་དྲག་གནོན་བྱེད་དགོས་ཀྱི་འདུག་སླབ་དུ་མཁས་པ་འདི་འདྲས་ཅིག་གི་སུམ་བརྒྱ་ལྷག་ཅིག་གི་དེའི་ནང་ནས་ཉིས་བརྒྱ་དང་བཅུ་བཞི་དེ་རྒྱ་ནག་ནང་གི་མཁས་པ་མཁས་པ་དེ་ཡང་མིང་ཡོད་པ་དང་མཚན་སྙན་ཡོད་པ་གི་མཁས་པ་འདི་འདྲས་རེད། འདི་འདྲས་ཅིག་གི་རྒྱབ་སྐྱོར་ཐོབ་པ་དེ་དེ་ག་རེ་ག་རེ་གི་ཐོག་ནས་ཐོབ་པ་རེད། དེ་བོད་ནང་ལ་དེ་འདྲས་ཅིག་ཡོང་གི་ཡོད་པ་ཡིན་ན་ཡང་དོན་གྱིས་བོད་ནང་གི་མི་མང་ཡིན་ན་རེད་བཙན་བྱོལ་ནང་གི་རྒྱ་བ་རིན་པོ་ཆེས་གཙོས་པའི་བོད་མིའི་སྒྲིག་འཛུགས་ཡིན་པ་ཡིན་ན་རང་བཙན་རྩོད་གི་མེད་པ་དང་དབུ་མའི་ལམ་ཟེར་ཡག་གི་དེ་འདྲས་གི་ཐབས་ལམ་མཆོག་ཏུ་གྱུར་པ་ཅིག་རླབས་ཆེན་གི་ལམ་ཁ་ཅིག་ལ་འགྲོ་གི་ཡོད་པ་ཡིན་ཙང་ཨེ་རྒྱབ་སྐྱོར་བྱུང་གི་ཡོད་རེད་བསམ་གི་འདུག་དེ་ནས་ད་ལྟ་ལྟས་དཔེ་མཚོན་མང་པོ་འདུག་ད་ཁ་སང་ང་ཚོས་དེ་བྷི་གའི་ཨ་རིའི་ད་ལྟ་ནིའུ་ཡོག་ད་ལྟ་ལྷ་བྲོ་ཆེན་མོ་དགེ་རྒན་ཤ་མིན་འདས་ཕན་འགྲོ་བ་ཁ་སང་གསུང་བཤད་གནང་ཤག་དེ་ཉི་མ་གཅིག་གཉིས་གཅིག་གི་ནང་ལ་དབུ་མའི་ལམ་ལ་རྒྱབ་སྐྱོར་ག་འདྲི་ཡོད་ཁོ་རང་གི་བསམ་ཚུལ་གཅིག་བསྡུས་ནས་དེ་ཐོག་ལ་བསམ་ཚུལ་ག་འདྲི་ཡོད་མེད་དུ་སུ་ཁྱེད་རང་ཚོ་ལ་མ་སྒྲོག་སྦྱང་གནང་ཡོད་རྒྱུ་རེད་ད། ཉིས་སྟོང་བརྒྱད། སྤྱི་ཟླ་གསུམ་པའི་ནང་ནས་ཉིས་སྟོང་བཅུ་གི་སྤྱི་ཟླ་གཉིས་པའི་བར་ད་ཕར་ཆེད་ལོ་གཉིས་གི་ནང་ལ་ཡང། བོད་ཀྱི་གནད་དོན་ཐོག་ལ་ཡང་རྒྱབ་སྐྱོར་བྱེད་ཉེས་རྩོམ་ཡིག་གཅིག་གཏོང་བྱུང་ཡང་རེད། དེ་སྐབས་དེར་བདེ་སྲུང་སྤུན་ཟླའི་ཉམས་ཞིབ་ཁང་གི་ཕྱོགས་བསྒྲིགས་བྱས་ནས་དེབ་ཆེན་པོ་དང། འདི་འབྲི་བྱེད་ཀྱི་གཉིས་སུ་བཞག་ཡོད་རེད་པ་དེའི་ནང་ལ་གསལ་བོ་ཡོད་རེད་དེ་ཡང་ད་ག་ས་ཁ་ནས་བཤད་རྒྱུ་མ་རེད། ཉིས་སྟོང་བརྒྱད་གི་སྤྱི་ཟླ་གསུམ་པའི་གསར་བཤད་ཕྱིར་འཁོད་ཆེན་པོ་བྱུང་ནས། ཉིས་སྟོང་དགུ་ཉིས་སྟོང་བཅུ་གི་སྤྱི་ཟླ་གཉིས་པ་ཡིན་ན་གསུམ་པ་ཡིན་ན་དེ་འབྲི་བྱེད་ཀྱི་བར། ལོ་གཉིས་ལྷག་གི་རང་ལ་ཡང། བོད་དོན་ཐོག་ལ་རྒྱབ་སྐྱོར་བྱེད་ནས་རྩོམ་ཡིག་གཅིག་སྟོང་བསྐྱོང་ཡག་རེད་དེའི་ནང་གི་རྩོམ་ཡིག་གཅིག་སྟོང་གི་ནང་གི་ཧ་ལམ་རྩོམ་ཡིག་བརྒྱ་ཆ་བརྒྱ་བཅུ་ལྷག་དབུ་མའི་ལམ་ལ་རྒྱབ་སྐྱོར་བྱེད་ཡག་རེད་དེ་བྱེད་དུས་རྒྱ་མི་རིགས་ཟེར་ན་མི་འདུག་རྒྱ་ནག་གི་ཤེས་ཡོན་ཅན་དེ་ཚོས་དབུ་མའི་ལམ་ལ་རྒྱབ་སྐྱོར་ག་འདྲས་ཅིག་བྱེད་ཀྱི་ཡོད་པ་དེའི་ཐོག་ནས་མཚོན་གྱི་ཡག་རེད་བསམ་གྱི་འདུག། དེ་ནི་འདི་འདྲི་གཅིག་འདུག་དཔེ་མཚོན་གཅིག་ཨ། རྒྱ་ནག་གི་ཕྱི་ལོགས་ལ་ཡོད་པའི་མང་གཙོ་དོན་གཉེར་གྱི་འབྲེལ་མཐུད་ལས་ཁུངས་གཅིག་གི་ཨ་ནི་བོད་ནང་ལ་རང་ལུས་མེ་བསྲགས་གཏོང་ཡག་གི་སྐོར་ལ་ཡང་རྒྱལ་སྤྱིའི་སྤྱི་ཚོགས་ལ་ཡང་འབོད་སྐུལ་གྱི་ཡི་གེ་གཅིག་བྲིས་བཞག་དེ་ལ་ཡང། གཞུང་འབྲེལ་མ་ཡིན་པའི་རྒྱ་རིགས་ཀྱི་ཚོགས་པ་རྒྱ་ཆེ་བཅའ་གཅིག་གི། རྒྱབ་སྐྱོར་གྱིས་བཞག་བརྒྱ་ཆ་དགུ་བཅུ་ཐམ་པ་དེ་རྒྱ་ནག་ནང་ལོག་གི་ཚོགས་པ་རེད། རྒྱ་ནག་ནང་ལོག་ནང་ལོག་ལ་ཡང་གཅིག་གཞན་ཕན་གྱི་ཚོགས་པ་ཟེར་ཡ་འདྲ་བོ་གཞུང་འབྲེལ་གྱི་ཚོགས་པ་མ་ཡིན་པ་ལྟ་བུ་མང་པོ་ཡོད་རེད་དེ་ཚོས་ས་ཡིག་བརྒྱབ་ཡོད་རེད། ད་དེ་དེའི་ནང་ལ་ཡང་ས་ཡིག་བརྒྱབ་ཡ་དེ་ག་རེ་ཟེར་ན་བོད་ནང་ལ་རང་ལུས་མེ་སྲག་བཏང་གི་ཡོད་པ་དེ་ད་མཛའ་གྲགས་ཀྱི་གནས་སྟངས་ཅིག་ཡིན་པ་དེ་རྒྱལ་སྤྱིའི་སྤྱི་ཚོགས་ནས་དོ་སྣང་བྱེད་དགོས་ཀྱི་ཡོད་པ། དེ་འདྲའི་ཅིག་བྲིས་ཡོད་རེད་མ་གཏོགས་རང་ལུས་མེ་སྲོག་ལ་རྒྱབ་སྐྱོར་ཡོད་ཟེར་བྲིས་ཡོད་མ་རེད། ད་རང་ལུས་མེ་སར་བཏང་གི་ཡོད་པ་དེ་བོད་ནང་ལ་མཛའ་གྲགས་ཀྱི་གནས་སྟངས་ཅིག་ཡོད་པའི་རྒྱུ་མཚན་ལ་བརྟེན་ནས་རང་ལུས་མེ་སར་བཏང་བའི་མཛའ་གྲགས་ཀྱི་ལས་འགུལ་ཅིག་ཡོང་གི་ཡོད་པ། དེ་ལ་ཡང་རྒྱལ་སྤྱིའི་སྤྱི་ཐོག་གི་ཐོག་ནས་དེ་མཛའ་གྲགས་ཅིག་ཡིན་པ་ངོས་འཛིན་བྱེད་དགོས་ཀྱི་འདུག་ཟེར་ནས་འབོད་སྐུལ་ཅིག་བྱས་པ་དེའི་ཐོག་ལ་ཡང་དེ་འབྲེལ་གྱི་རྒྱབ་སྐྱོར་བྱེད་མྱི་བྱུང་ཡོད་རེད། ད་གལ་ཏེ་ལ་དེ་འགྲིག་དཔེ་མཚོན་མང་པོ་བགྱིས་འདུག་ད་དེ་ཚོ་རེ་རེ་བཞིན་དུ་ཞུས་མ་དགོས་པ་རེད། ད་དཔེར་ན། ད་ལྟ་ངས་ཞུས་ཞུས་ཉེས་སྤྲོད་ཡ་གཅིག་ད་ལྟ་དེ་བྱུང་སོང། དཔེར་ན་ང་ཚོས་དབུ་མའི་ལམ་གྱི་སྲིད་བྱུས་ཟིན་པ་ཡིན་ཙང། རྒྱ་ནག་ནང་ལོགས་ལ་ཡང། རྒྱ་ནག་རང་གི་མཐོ་རིམ་གྱི་མི་སྣ་བོད་དང་འབྲེལ་བ་ཡོད་མཁན་དེ་འདྲས། བས་ན་བཏགས། ཤག་ཚར་གཅོད་དེ་འགྲིག་མིང་བེད་སྤྱོད་དང། མིང། བདེ་ལ་བོད་ན་སྐྱོན་མི་འདུག་བས་ན་ཡིན་བྷ་དང། ངོ་མ་པོ་ལ་ལོ་མང་པོ་བསྡད་ཡོད་རེད། ཝང་ཡའོ་སི་ནི་མཁས་པ་ཅིག་ཡོད་རེད་ཧྥུ་ཡ་པང་གི་དྲུང་ཡིག་ཅིག་ཡོད་རེད། ད་ནང་བཞིན་ཁྲིན་ཞའོ་ལུས་སི་ཉེ་ཆར་ཞིག་དྲུང་བ་རེད་ཁྲིན་ཡིག། ངོ་མ་བོད་རང་སྐྱོང་ལྗོངས་བཙུགས་པའི་སྐབས་ལ་རྒྱ་ནག། མའོ་ཙེ་ཏུང་གི་སྐུ་ཚབ་བྱས་ནས་པོ་ལ་ཡོང་ཉིན་ཁྲིན་ཡིག་གི་སྤུ་རེད་ཁྲིན་ཞའོ་ལུས། དེ་སུ། ཐད་ཀར་དང་ཡང་ན་བརྒྱུད་ནས་རྒྱ་ནག་དབུས་གཞུང་ལ་ཡང། རྒྱ་བ་རིན་པོ་ཆེ་གི་རང་བཙན་རྩོད་དགོས་ཡོད་ཨ་མ་རེད། རྒྱ་བ་རིན་པོ་ཆེ། ད་རྒྱ་ནག་ལ་གདན་འདྲེན་ཞུ་དགོས་རེད། ད་བོད་ཀྱི་གནད་དོན་འདི་ཐག་གཅོད་བྱེད་དགོས་རེད་ཅེས། ཡི་གེ་བྲིས་ཡོད་རེད། ད་དུང་ངས་ད་རིས་ཡོངས་གྲགས་ཀྱི་ཐོག་ནས། མིང་བོད་ན་འབྲི་གི་མི་འདུག་གང་ཡིན་ཟེར་ན་ད་ལྟ་རྒྱ་ནག་གི་ནང་ལ་ཡང། འཚོ་གཞིག་བྱེད་བཞིན་པ། རྒྱ་མི་རིགས་ཡིན་པ། བོད་ལ་བརྩེ་སེམས་ཡོད་པ། ཡང་ན་ཁོ་རང་ཚོའི་ཕ་མེས་དེ་ཚོས་སྔོན་མ་བོད་ལ་ཕྱག་ལས་གནང་མྱོང་པ། ད་ལྟ་མི་རབས་གཉིས་པ་ཆགས་དེ་ཡང་མར་མར་ཤོག་གི་མི་རབས་གཉིས་པ་ཆགས་དེ་གཉིས། ཡང་ན་ད་ལྟ་དོ་བདག་སོ་སོ་བོད་ལ་ཡང་སྔོན་མ་ལས་ཀ་བྱས་མྱོང་མཁན། གུང་ཁྲན་ཏང་ཡོན་ཡིན་པ་རྒྱ་ནག་གི་ཞེན་ཁོག་ཏན་ཏན་ཡོད་རྒྱུ་རེད། ཡིན་པ་ཡིན་ན་རྒྱ་གར་རིན་པོ་ཆེ་ལ་ཡང་བརྩེ་བ་དང། ལྷག་པར་དུ་རྒྱལ་བ་རིན་པོ་ཆེས་རང་བཙན་རྩོད་གི་མེད་པའི་དབུ་མའི་ལམ་གི་ཐོག་ལ་ཡང་ཁོ་རང་ཚོས་གདེང་འཇོག་བྱས་ནས་བསམ་འཆར་བཤད་བྱ་བ་དེ་གང་ལ་གང་འཚམ་ཡོད་རེད་ད་དེ་ཚོའི་མིང་དེ་ཕྱི་ལོགས་ལ་ད་ལྟ་འབུ་ཡག་གི་དུས་ཚོད་སླེབས་མི་འདུག་དེ་ནི་བོད་མི་རིགས་ནང་བོད་མི་རིགས་ཡིན་པ་ཡིན་ན་ད་ང་ཚོས་ཞིང་གི་རེད་ད་ཡོངས་གྲགས་ཀྱི་ད་ལྟ་ཕུན་ཚོགས་ཨ་ཅར་ཨ་དང་ནང་བཞིན་ངོ་མ་ཐེན་པོ་དང་ནང་བཞིན་གྱི་ཨ། བཀྲ་ཤིས་དབང་ཕྱུག། རྡོ་རྗེ་ཚེ་རིང། ད་ལྟ་མགོ་ལོག་གི། ཁ་རས་མགོ་དེའི་མིང་ད་དྲན་གི་མི་འདུག་མགོ་ལོག་སྤོ་རུ་རང་བྱུང་ཁུལ་གྱི་རྟེན་འཁོར་རེད་པཱ། ཨོ་དར་རྒྱུད། བར་ལམ་དར་རྒྱུད་ཀྱི་ཡོངས་གྲགས་ཀྱི། རྒྱ་ནག་གཞུང་ལ་ཡི་གེ་བྲིས་བཞག་དེ་ཚོ་པར་སྐྲུན་བྱས་བཞག་ཡོད་ཨ། ཁོ་ཚོའི་ངོས་ནས་ཡིན་པ་ཡིན་ན། སྤོབས་པ་ལྡན་པའི་ཐོག་ནས། གུང་ཁྲན་ཏང་ཡོན་འདྲེས་པོ་དཔལ་ལྡན་པའི་ཐོག་ནས་རྒྱ་ནག་གཞུང་ལ་ཡི་གེ་འབྲི་ཐུབ་ཀྱི་ཡོད་དེ་ག་རེ་རེད་ལབ་ན། རྒྱ་གར་རིན་པོ་ཆེ་གིས་བཙུགས་པའི་ང་ཚོའི་བཙན་བྱོལ་ནང་ལ་ཡང་དབུ་མའི་ལམ་གྱི་ཐོག་ལ་འགྲོ་གི་ཡོད་པའི་རྒྱུ་མཚན་ལ་རེད། ག་ཚད་ང་ཚོ་ལམ་ཁ་གཞན་དག་ཅིག་གི་ཐོག་ལ་འགྲོ་གི་ཡོད་ཡིན་ན་ཁོ་ཚོ་ལྡང་ཚོད་ཡོད་མ་རེད་རྒྱུ་མཚན་གང་ཡིན་ཟེར་ན། རྒྱལ་ཁབ་ཁ་བྲལ་དང། ཨ་ནི་མི་རིགས་ཁ་བྲལ་གྱི་ཉི་མ་འགག་ལ་འཛིན་བཟུང་བྱེད་ཀྱི་རེད་པ་ལས་བྱེད་པ་ག་ཚད་མཐོ་བོ་ཡིན་ན་ཡིན་པ་ཡིན་ན་ཁོ་ཚོ་སྤོབས་པ་ཡོད་པ་དེ་དེ་སྤོབས་པ་གྱི་འབྱུང་རྩ་དེ་གྲྭ་བ་རིན་པོ་ཆེ་གྱི་དབུ་མའི་ལམ་གྱི་ཐོག་ནས་སླེབས་ཡོད་རེད་བསམ་གྱི་འདུག་གང་ཡིན་ཟེར་ན་ཁོ་ཚོས་ཡིག་ཆ་དེ་ཚོ་ལྟ་དང་ཡིག་ཆ་ག་རེ་བྲིས་པ་ཡིན་ན་མཐའ་མ་དེ་རྒྱ་བ་རིན་པོ་ཆེ་གྱི་རང་བཙན་རྩོད་གི་ཡོད་མ་རེད་རྒྱ་བ་རིན་པོ་ཆེ་གྱི་ཀྲུང་ཧྭ་མི་དམངས་སྤྱི་མཐུན་རྒྱལ་ཁབ་གྱི་གོང་བུ་གཅིག་གྱུར་ལ་རྒྱབ་སྐྱོར་བྱེད་ཀྱི་ཡོད་རེད་ཟེར་ནས་ཁོ་ཚོས་ཚིག་དེ་འདྲ་བེད་སྤྱོད་བཏང་གི་ཡོད་རེད་ད་དེ་ཁོ་ཚོ་གོ་གི་ཡོད་རེད་བ་བོད་ནང་ལ་ཡོད་རེད།

མཐུན་སྒྲིལ་བྱས་ཡོད་རེད། དབུ་མའི་ལམ་གྱི་ཐོག་ལ་རྒྱ་བསྐྱངས་རྒྱབ་སྐྱོར་མཐུན་སྒྲིལ་གྱིས་བྱེད་ཀྱི་ཡོད་རེད་ཅེས་འོ་དེའི་དོན་ཚན་གཉིས་པ་དེ་ཡིན་ཞུ་ཡ། ད་དོན་ཚན་གསུམ་པ་དེ། རྒྱ་ནག་གཞུང་གིས་དབུ་མའི་ལམ་ལ་ངོས་འཛིན་དང། འཇིགས་སྣང་སེལ་བྱེད་ཀྱི་ངའི་ཚིག་འཇིགས་སྣང་སེལ་བྱེད་བེད་སྤྱོད་བཏང་ཡིན། དེ་ངོ་མ་ངས་དེ་འདྲའི་བཤད་མ་མྱོང་ད་རིང་བཏང་པོ་ཡིན། ངས་བསམ་བློ་གྱིས་བཏང་ཡིན། རྒྱ་ནག་གཞུང་གི་ཐོག་ནས་དབུ་མའི་ལམ་ལ་ངོས་འཛིན་ག་འདྲས་ཅིག་བྱེད་ཀྱི་ཡོད་མེད་ད་ནང་པ་ཚོས་མང་ཤོས་ཤོས་དབུ་མའི་ལམ་ལ་ཡ་ད་གར་སུ་དགོ་རེད་ཨ། ཤེས་ནས་རྒྱབ་སྐྱོར་བྱེད་མཁན་དང་དབུ་མའི་ལམ་དང་གར་སུ་དབུ་མའི་ལམ་གི་སྐོར་ལ་ཡ་མང་པོ་ཅིག་ཕར་ཆེར་ཨ་བསམ་བློ་དང་གནས་ཚུལ་མང་པོ་ཅིག་བཀོད་དེ་ཡ་ཡོད་འདུག་ད་རྒྱ་ནག་གཞུང་གི་ངོས་འཛིན་ག་འདྲས་ཅིག་བྱེད་ཀྱི་ཡོད་པ་ཧ་ལམ་གསལ་པོ་རེད། ད་རྒྱ་ནག་གཞུང་ག་རེ་འཇིགས་སྣང་སྐྱེ་དགོས་ཡ་རེད་སེམས་ལབ་ན། དབུ་མའི་ལམ་གྱི་ཐོག་ནས་བོད་མི་རིགས་བསྐྱར་དར་དང་རྒྱལ་ཁབ་སླར་གསོ་བྱེད་ཀྱི་རེད་བསམ་ནས་ཁོ་ཚོ་བཤད་ཀྱི་ཡོད་རེད། རྒྱ་ནག་གི་བཤད་སྟངས་ཟིག་ཡོད་རེད་ངས་ད། དེ་ཡིན་ཙང། རྒྱ་ནག་གཞུང་གིས་ད་བོད་ཀྱི་ཐོག་ལ་ཡང་རྒྱབ་ཤ་ཁ་རུ་དེབ་མང་པོ་ཞིག་བཏོན་ཡོད་རེད། ཕལ་ཆེར་བཅུ་གྲངས་ཅིག་བཏོན་ཡོད་རེད་ངས་དེ་དག་གྲངས་ཀ་ཏག་ཏག་དྲན་གི་མི་འདུག། ད་ཕལ་ཆེར་རྒྱ་ནག་ནང་ལ་ཡང་གྲངས་ཉུང་མི་རིགས་ང་བཅུ་ང་ལྔ་ཡོད་རེད་རྒྱ་མི་རྒྱ་མི་རིགས་བརྩིས་ནས་ང་བཅུ་ང་དྲུག་རེད། གྲངས་ཉུང་མི་རིགས་ང་བཅུ་ང་ལྔ་ནང་ལ་བོད་ལྟ་བུའི་རྒྱབ་ཤ་ཁ་བུ་དེབ་བཏོན་བཞག་ས་སི་གང་ཡོད་མ་རེད་དེ་ག་རེ་མཚོན་དགོས་བོད་ཀྱི་མིག་གསར་གྱི་རང་བཞིན་མཚོན་གི་ཡོད་རེད་བ། ད་རྩ་བའི་ཐ་ཚིག་དེ་རེད།

མ་འཇུག་གི་སྐབས་ལ་མི་རིགས་ལྔ་ཟེར་གྱི་ཡོད་རེད་དེ་མ་ཤེས་ཡོད་མ་རེད་ད་མི་རིགས་གཞན་དག་དེ་ཚོ་བཟོ་རྒྱུ་རེད་མང་པོ་ཅིག་ད་ག་ཤི་ག་ཤི་ད་ཡིན་གྱི་རེད་བ་ད་བཟོ་བཞག་རྒྱུ་རེད། དེ་ཡིན་དུ་ད་མི་རིགས་ལྔ་ཡིན་ན་རེད་ང་ཕྱི་ངར་ལྔ་ཡིན་ན་རེད་དེའི་ནང་ལ་ཡ། མི་རིགས་གཉིས་ཟེར་ན་མི་འདུག་གཞུང་དང་གཞུང་གི་བར་ལ་གྲུ་མུར་བྱས་ནས་དོན་ཚན་བཅུ་བདུན་སྲིད་བྱ་གི་ཆང་ཡིག་བཞག་བཞག་ས་ཅིག་ང་ཚོའི་བོད་མི་རིགས་མ་ཤེས་ཡོད་མ་རེད།

ལམ་ཁ་ཟེར་གི་ད་ལམ་ཁ་དེ་སྤྱི་ཚོགས་རང་ལུགས་ཀྱི་ལམ་ཁ་དེ་ཡང་དག་པ་ཡིན་ཟེར་ད་དེའི་ནང་ལ་དབུ་མའི་ལམ་ལ་ཡང་སྐྱོན་བརྗོད་ཤིག་ཆེན་པོ་བྱས་ཡོད་རེད། རྡོག་རྡོག་ཞུས་པ་ཡིན་ན་ག་རེད་དོན་ཚན་ལྔ་ཞུས་ཡོད་རེད། དབུ་མའི་ལམ་དེ། བྱའི་རང་བཙན་དང། རྣམ་པར་འགྱུར་བའི་རང་བཙན་རེད། དོན་ཚན་དང་པོ་དེ་བཤད་ཡོད་རེད། གཉིས་པ་དེ་དབུ་མའི་ལམ་གྱི་བོད་ཆེན་པོ་བཤད་གི་ཡོད་རེད། གསུམ་པ་དེ་དབུ་མའི་ལམ་གྱི་ཚད་མཐོའི་རང་སྐྱོང་བཤད་ནས་རྒྱ་ནག་གི། ད་ལྟ་གི། མི་རིགས་རང་སྐྱོང་གི། སྲིད་ཇུས་དེ་ཁས་ལེན་བྱེད་ཀྱི་ཡོད་མ་རེད། གསུམ་པ་དེ། བོད་ས་ཡོངས་རྫོགས་ཞི་བའི་སྟེང་ནས་བཟོ་དགོས་ཟེར་ནས་དམག་མི་སྤེལ་གྱི་ཡོད་རེད། ལྔ་བ་དེ་བོད་མི་མ་ཡིན་པའི་རྒྱ་རིགས་གཙོས་པའི་གྲངས་ཉུང་མི་རིགས་བོད་ཀྱི་ས་ཐོག་ལ་ཡོད་པའི་བར་ཆད་ས་ཡ་བདུན་ཡོད་པ་དེ་བོད་ནས་སྤེལ་གྱི་ཡོད་རེད། ད་དེ་ག་རེ་ཟེར་གྱི་ཡོད་རེད་ལབ་ན། ངས་ད་ལྟ་ཞུས་པའི་འཇིགས་སྣང་གཉིས་པ་དེ་སླེབས་ཀྱི་ཡོད་རེད། འཇིགས་སྣང་གཉིས་པ་དེ་ག་རེ་རེད་ལབ་ན་རྒྱ་ནག་གཞུང་གིས་རྒྱ་ནག་མི་མང་དང་ཤེས་ཡོན་ཅན་དེ་ཚོས་རྒྱལ་བ་རིན་པོ་ཆེས་སྟོན་པའི་དབུ་མའི་ལམ་གྱི་དོན་སྙིང་དེ་ཧ་གོ་ནས་རྒྱབ་སྐྱོར་བྱེད་ས་རེད་བསམ་ནས་འཇིགས་སྣང་དེ་རེད། རྒྱ་ནག་གཞུང་གཞན་དག་ལ་འཇིགས་སྣང་བྱེད་གི་ཡོད་མ་རེད་ད། རྒྱ་ནག་གཞུང་རང་བཙན་ལ་བཤད་གི་མ་རེད་རྒྱ་ནག་གཞུང་དྲག་པོ་ལ་བཤད་གི་མ་རེད། རྒྱ་ནག་གཞུང་ག་རེ་ལ་བཤད་གི་ཡོད་རེད་དབུ་མའི་ལམ་ལ་བཤད་གི་ཡོད་རེད་དབུ་མའི་ལམ་གི་གནད་དབུ་མའི་ལམ་གི་དགོངས་དོན་ཚིག་ན་མི་འདུག་སྙིང་དོན་དེ་རྒྱ་ནག་གི་ཤེས་ཡོན་ཅན་དང་མི་མང་གི་གོ་རྟོགས་ཆ་ཚང་སླེབས་ནས་བུ་མོས་དབུ་མའི་ལམ་ལ་རྒྱབ་སྐྱོར་བྱེད་གི་རེད་བསམ་ནས་འཇིགས་སྣང་དེ་བྱེད་གི་ཡོད་རེད། འཇིགས་སྣང་དེ་བྱེད་གི་ཡོད་ཙང་ད་དབུ་མའི་ལམ་དེ་རང་བཙན་རེད། ཆའི་རང་བཙན་རེད། རྣམ་པར་འགྱུར་བའི་རང་བཙན་རེད། གང་ཡིན་ཟེར་ན་རྒྱ་མི་རིགས་ལ་མི་རིགས་རང་ལུགས་ཀྱི་ཤེས་ཁོག་ཤིག་ཆེན་པོ་ཡོད་རེད། དེ་ཡང་ལོ་རྒྱུས་ཡོད་རེད་རིག་གཞུང་གི་ལོ་རྒྱུས་ཡོད་རེད་ད་ལྟའི་ང་ཚོས་ཞུ་དགོས་ཀྱི་མ་རེད། རྒྱ་མི་རིགས་ལ་མི་རིགས་རང་ལུགས་ཀྱི་ལོ་ཤེས་ཁོག་ཡོང་ཡག་དེ། ཀྲུང་ཧྭ་མི་དམངས་སྤྱི་མཐུན་རྒྱལ་ཁབ་བཙུགས་ནས་རྒྱལ་ཁབ་ད་ཚད་ལྡན་འདྲ་བོ་ཅིག་ཆགས་པ་རེད་མ་གཏོགས་དེའི་སྔོན་ལ་རྒྱ་རྒྱ་མི་རིགས་ལ་ད་གང་ཡང་ཤེས་བྱ་ཁྲེལ་ཡོད་རེད་བ། རྒྱ་མི་རིགས་ལ་མ་འཇུ་མི་རིགས་ཀྱི་གཟིམ་ཡོད་རེད་དེ་རྒྱ་མི་རིགས་མ་རེད་བ། ཡོན་གྱི་གཟིམ་ཡོད་རེད་དེ་སོག་པོ་རེད་རྒྱ་མི་རིགས་མ་རེད་བ། སྐྱ་བོ་རིགས་རང་བཙན་ཤོར་ཡོད་རེད། སོག་པོའི་གཟུགས་ནས། མིན། མིན་གྱི་རྒྱ་ནག་གི་རང་བཙན་གྱི་རྒྱལ་ཁབ་བཙུགས་པ་རེད་དེ་མིན་གྱི་རྗེས་ནས་ཕྱིན། མན་ཇུ་གྱི་གསུམ་པ་རེད་བ། རྒྱ་མི་རིགས་ཀྱི་རང་བཙན་ཤོར་ཡོད་རེད། མན་ཇུ་གྱི་རྗེས་ནས་ད། ག། ད། འདི་ད་ཅི་རྒྱག་གི་ལོ་རྒྱུས་རེད་དེ་བཤད་དགོས་ཡ་མི་འདུག་གང་ལྟར་ཀྱང་རྒྱ་མི་རིགས་ལ་དཀའ་ངལ་ཞེའུ་ཆི་ལོ། ཕར་ཆེར་བརྒྱ་ཕྲག་མང་པོའི་ནང་ལ་དཀའ་ངལ་འཕྲད་དེ། དེ་ཡིན་ཙང་མི་རིགས་ཀྱི་ཞེན་ཁོག་དང་ཁོ་རང་ཚོ་ཞེའུ་ཆི་ཡོད་རེད། བོད་རང་བཙན་བྱེད་གི་རེད་ད་བོད་དེ་ག་དྲན་འགྲོ་གི་རེད་ལབ་ན། རྒྱ་མི་རིགས་བརྒྱ་ཆ་དགུ་བཅུ་ཧ་ལམ་ཁས་ལེན་བྱེད་ཐུབ་ཀྱི་མ་རེད་ཤེས་ཡོན་ཅན་མཚོན་པའི། དེ་ཡིན་ཙང་ད་རྒྱ་ནག་གཞུང་གི་གར་གྱི་སྐོར་ཟེར་ན། རྒྱ་བ་རིན་པོ་ཆེ་འོས་མི་ལམ་དེ་དོན་གྱི་རང་བཙན་རེད་དྭགས་ཆའི་རང་བཙན་རེད། ནང་པར་འགྱུར་བའི་རང་བཙན་རེད་དེ་གར་སི་སྐོར་ཟེར་ན་ཕྱི་ངོ་ཕྱི་རྣམ་པ་ལ་བལྟས་ན་རང་བཙན་རྩོད་གི་མི་འདུག་དོན་གྱི་རང་བཙན་རེད་དྭགས། ད་ལྟ་འཇིགས་སྣང་དང་པོ་གཅིག་མི་རིགས་དང་མི་རིགས་བསྐྱར་དར་དང་རྒྱལ་ཁབ་སླར་གསོ་བྱེད་ཡག་གི་ཕུགས་རྒྱང་གི་བསམ་བློ་ཡོད་རེད་དྭགས། དེའི་འཇིགས་སྣང་དེ་ཡོད་པ་དང་ཆབས་ཅིག་ཏུ་རྒྱ་མི་རིགས་ཁོའི་རྒྱབ་སྐྱོར་གྱི་འཇིགས་སྣང་གི་ཐོག་ལ་ཁོ་ཚོས་ད་དབུ་མའི་ལམ་དེ་རྦད་དེ་ལོག་འགྲེལ་རྒྱག་གི་ཡོད་རེད་ལོག་བཤད་བྱེད་ཀྱི་ཡོད་རེད། གཉིས་པ་དེ་དེ་ག་རང་དབུ་མའི་ལམ་གྱི་བོད་ཆེན་པོ་བཤད་ཀྱི་ཡོད་རེད་ད། བོད་ཆེན་པོ་བཤད་དུས་རྒྱ་ནག་གི་ས་ཆ་གི་གཞིས་ཆགས་གསུམ་གར་སྐོར་གཞིས་ཆགས་གཅིག་དེ་བོད་ཆེན་པོ་ཆགས་འགྲོ་གི་རེད་ཨ་ནི་རང་བཙན་བྱེད་ཀྱི་རེད། ང་ཚོས་བོད་ཆེན་པོ་བཤད་གི་མེད་བ། བོད་རིགས་ཡོངས་རྫོགས་ཀྱི་ཐོབ་ཐང་བཤད་གི་ཡོད་རེད། ང་ཚོས་ནང་མི་རྒྱ་མི་ཚོས་བཤད་གི་ཡོད་རེད་ཁྱེད་རང་ཚོས་བོད་ཆེན་པོ་བཤད་གི་ཡོད་བོད་ལ་ཆེ་ཆུང་ཡོད་མ་རེད་ད། བོད་ཆེན་པོ་ཟེར་ཡག་གི་སྐད་ཆ་དེ་མགྲོན་སྟོན་པ་རྒྱ་བོད་ལྗོངས་ནས་ངོ་མ་སོང་དེ་རིང་ནང་ལ་ཡོད་རེད། བོད་ཕྱི་ནང་ཟེར་ཡག་དེ་སིམ་ལི་བྱང་གི་སྐབས་ནས་བཟོ་རྒྱུ་རེད། ང་ཚོས་ད་ལྟ་བོད་རིགས་ཡོངས་རྫོགས་ཀྱི་ཐོབ་ཐང་བཤད་གི་ཡོད་རེད་ཐོབ་ཐང་འདྲ་མཉམ་དགོས་གི་ཡོད། འཛིན་སྐྱོང་འདྲ་མཉམ་དགོས་གི་ཡོད། བོད་རིགས་ཡོངས་རྫོགས་སྤྱིར་སྡུག་གཅིག་ཡིན། འོ་མའི་ལམ་གྱི་ནང་ལ་དེ་བཤད་ཡོད་རེད་དེ་ང་ཚོ་ཡོད་ཐབས་མེད། དོན་ཚན་བཅུ་བདུན་ལ་ཕར་ཀློག་ནས་དོན་ཚན་བཅུ་བདུན་གྱི་ནང་ལ་རང་བཙན་ཡོད་པ་ནང་བཞིན་གཅིག་དཔེར་ན་བོད་རང་སྐྱོང་ལྗོངས་ཀྱི་ཁྱབ་ཁོངས་ལ་སྤྲད་པ་ཡིན་ན་དེ་ང་ཚོ་ཁས་ལེན་གྱི་མ་རེད། དེ་བོད་མི་ཡོངས་རྫོགས་ཚུགས་ཀྱི་མི་འདུག་འོ་མའི་ལམ་གྱི་ཁྱད་ཆོས་ཟེར་ན་མི་འདུག་འོ་མའི་ལམ་གྱི་དམ་བཅའ་གཙོ་བོ་དེ་བོད་མི་ཡོངས་རྫོགས་ཀྱི་ཐོབ་ཐང་འདྲ་མཉམ་དགོས་ཀྱི་ཡོད། དེ་བཙན་པོ་རྒྱལ་རབས་ཀྱི་སྐབས་ལ་ཡོད་པ་གཅིག་རེད། བཙན་པོའི་རྒྱལ་རབས་ཀྱི་སྙིང་སྟོབས་སུ་ནི་ངས་ད་ལྟ་ཞུ་ཡ་དེ་བཙན་པོའི་རྒྱལ་རབས་ཀྱི་སྐབས་ལ་ཆུ་རྒྱལ་སྲོང་བཙན་སྒམ་པོའི་སྐབས་ལ་ཡང། ད། རྒྱ་ནག་མཐའ་མཚམས་ལ་དམག་བརྒྱབ་ནས་བོད་ཆོལ་ཁ་གསུམ་གཅིག་འགྱུར་ག་འདྲས་ཅིག་བྱས་ཡོད་མེད་ད་ཐེག་ཆེན་བྱེད་པར་བ། ད་ནང་ཤིང་གི་ཁྲི་སྲོང་ལྡེ་བཙན་གྱི་སྐབས་ལ་ཡང་ལུང་པོ་སྟག་སྒྲ་ལོར་ཁོང་གིས་དམག་ཁྲིད་ནས་རྒྱ་ནག་གི་དར་སྟག་གི་ཤི་ཡང་གི་ས་ཆ་ལ་ཁྲ་རྔ་ལ་དམག་བརྒྱབ་ནས་རྒྱལ་ས་ཉི་མ། བཅོ་ལྔ་ལ་ཟིན་པོ་ཡོད་དེ་རྒྱ་མི་ཡིག་ཆ་ནང་ལ་ཡོད་རེད། ཨ་ནེ་རི་ལྷོན་པོ་ཁྲི་དུ་ཆུ་བརྒྱ་ཁྲི་ཁྲི་ར་བ་ཅན་གྱི་སྐབས་ལ་དམག་བརྒྱབ་ནས་ད་ཧོན་ཞང་བདུན་པའི་རྡོ་རང་བཙུགས་པ་རེད་པ། རྒྱ་ནག་གི་ཁྲང་ཨན་དང་བོད་ཀྱི་གཙུག་ལག་ཁང་ཨ་ནེ་བོད་རྒྱ་ས་མཚམས་གོང་གི་མེ་རོ་ལ་ཡང་རྡོ་རང་གསུམ་བཙུགས་ནས་ད་བོད་བོད་དབྱིབས་ན་བཅུ་རྒྱ་རྒྱ་དབྱིབས་ན་བཅུ་ཟེར་ཡ་དེ་བྱུང་བ་རེད་པ། དེའི་སྐབས་ཀྱི་བཙན་པོའི་མྱང་སྟོབས་དེ་ད་དེ་འདྲས་ཅིག་རེད། ད་དེ་ངས་དེ་མང་མང་སྒྲོག་གི་འདུག་ཨོ་ད། དེ་འོག་ད་ལྟའི་གར་སོང་བཙན་པོའི་སྐབས་ལ་བོད་ཆོལ་ཁ་གསུམ་སུ་ལ་མི་འདུག་བོད་ཡོངས་རྫོགས་གཅིག་གྱུར་ཡིན་པ་དེ་བོད་སུར་བུ་འཐོར་ནས། དེ་ནས་བོད་ཀྱི་ལོ་རྒྱུས་ནང་ལ་ས་ཕག་རིན་བཟང་ད་ས་སྐྱ་པའི་སྐབས་ལ་གཅིག་གྱུར་གྱི་ཅུང་ཡོད་འགྲོ་མ་གཏོགས་དེ་ནས་ད་ས་ཕག་རིན་བཟང་དགའ་ལྡན་ཕོ་བྲང་གི་བར་དུ་བོད་ཆོལ་ཁ་གསུམ་གཅིག་གྱུར་གྱི་བང་རྩིན་དེ་བྱུང་ཡོད་མ་རེད་ཞུས་ན་ད་ཞུས་མ་ཆོག་ཡོད་མ་རེད་ལོ་རྒྱུས་མཁས་པ་དེ་ཚོས་ཤེས་གི་རེད། ད་ལྟའི་ག་དུས་བྱུང་བ་རེད་བསམ་ན་སྤྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ལྔར་སྐུལ་ལོ། རྒྱལ་བ་རིན་པོ་ཆེས་གཙོས་པའི་བོད་མི་འབུམ་ཕྲག་གཅིག་ལྷག་བཙན་བྱོལ་ལ་ཕེབས་ནས། བོད་མི་རིགས་ཡོངས་རྫོགས་ཀྱི་བསམ་བློ་དང་སྙིང་སྟོབས་དེ་གཅིག་གྱུར་གཞི་ནས་བྱུང་བ་རེད། དེས་ང་ཚོའི་བོད་རིགས་ཡོངས་རྫོགས་ཀྱི་ཐོབ་ཐང་འདྲ་མཉམ་དགོས་ཟེར་གྱི་ཡོད་རེད་མ་གཏོགས་བོད་ཆེ་ཆུང་གི་སྐད་ཆ་བཤད་ཀྱི་ཡོད་མ་རེད་ཟེར་ནས་དེ་བཤད་ཀྱི་ཡོད། དེ་ནི་ཁོ་ཚོའི་ཚད་མཐོའི་རང་བྱུང་ཟེར་ནས་དེ་བཤད་གི་ཡོད་རེད་ཨ་ནི་དམག་མི་ཕྱིར་འབུད་གཏོང་གི་རེད་ཟེར་ཡ་ད་དེ་རེད་བོད་ས་ཡོངས་རྫོགས་ནས་རྒྱ་མི་ས་ཡ་བདུན་བེད་གི་རེད་ཟེར་ཡ་དེ་ད་དེ་ཚོ་ཚང་མ་ག་རེ་སེམས་ལབ་ན། གཅིག་ནི་དབུ་མའི་ལམ་ལ་སྐྱོན་བརྗོད་ཅིག་ཡོད་རེད་དོན་དམ་པའི་ང་ཚོའི་དབུ་མའི་ལམ་ཡིན་པ་དེ་ཁྱེད་རང་ང་ཚོ་ལ་སྐྱོན་བརྗོད་ཅིག་ཡོད་པ་མ་རེད་ད་རྒྱ་མི་རིགས་ལ་ཡང་དབུ་མའི་ལམ་དེ་ད་འདི་འདྲས་ཅིག་རེད་དེ་ལ་ཁྱེད་རང་ཚོ་རྒྱབ་སྐྱོར་བྱེད་གི་ཡིན་པས་དེ་རེད་ཞེད་སྣང་ཅིག་ཡོད་རེད། ད་ད་དུང་དེ་དང་མཉམ་དུ་རྒྱ་ནག་གཞུང་གི་འཇིགས་སྣང་གཅིག་ཡོད་རེད་ད་དེ་རྒྱ་ནག་དང་འབྲེལ་བ་མི་འདུག་རྒྱལ་སྤྱིའི་སྤྱི་ཚོགས་དང། རྒྱལ་སྤྱིའི་གཞུང་དང་རྒྱལ་སྤྱིའི་སྤྱི་ཚོགས་ཀྱི་རྒྱབ་སྐྱོར་དེ་ལ་འཇིགས་སྣང་ཡོད་རེད། ད་ནང་བཞིན་གྱི་ད་ལྟ་རྒྱ་ནག་གི་རྒྱབ་ཤ་ཁ་རུ་དེབ་རབ་དང་རིམ་པ་བཏོན་ནས་དབུ་མའི་ལམ་དེ་འཁྱོག་བཤད་ཀྱིས་ལོག་འགྲེལ་བྱེད་ཡག་གི་རྒྱུ་མཚན་གཙོ་བོ་དེ་ག་རེད་ཟེར་ལབ་ན། རྒྱ་མི་རིགས་དང་ལྷག་པར་དུ་རྒྱ་རིགས་ཀྱི་ཤེས་ཡོན་ཅན་དེ་ཚོས་ལོ་རེ་བཞིན་དུ་དབུ་མའི་ལམ་གྱི་གནས་སྟངས་དེ་ཧ་གོ་ནས་གཉིས་ཕན་གྱི་ལམ་ཀ་ཅིག་ཡིན་པ་རྒྱལ་བ་རིན་པོ་ཆེ་གི་གུ་ཞྭ་གུ་ཡངས་དང་བཅོས་ཆེ་བའི་ཐིག་དགོང་ཟབ་མོ་དེ་ཁོ་རང་ཚོས་ཧ་གོ་ནས། དེའི་དཔེ་དེ་མ་འོངས་པ་ལ་ཡང་རྒྱ་ནག་མི་རིགས་མ་ཟད་རྒྱ་ནག་རྒྱལ་ཁབ་ལ་ཡང་ཕན་ཐོགས་ཡོད་པ་ཅིག་ཡིན་པ་ཧ་གོ་ནས་རྒྱབ་སྐྱོར་ལོ་རེ་བཞིན་དུ་བྱེད་ཡོང་གི་ཡོད་པ་ལ་རྒྱ་ནག་གི་འཇིགས་སྣང་བྱས་ནས། དབུ་མའི་ལམ་ལ་ལོག་འགྲེལ་དང་འཁྱོག་བཤད་བྱེད་ཀྱི་ཡོད་རེད། ཨོ་དེ་འདྲའི་ཡིན་པ་ཡིན་དུས། ངས་ད་ལྟ་ཁོང་དུ་ཆུད་པ་ནང་བཞིན་རེད། དབུ་མའི་ལམ་ལ་བཤད་ཀྱི་ཡོད་རེད། རྒྱ་ནག་གུང་ཁྲན། བཤད་ཡ་དེ་ཡ་དེ་རེད། གཞན་དག་བཤད་བཤད་ཡ་ཡོད་མ་རེད། དང་པོ་དེ། མི་རིགས་བསྐྱར་དར་རྒྱལ་ཁབ་བསྐྱར་གསོ་བྱེད་ཀྱི་རེད་བསམ་ནས་བཤད་གི་ཡོད་རེད། གཉིས་པ་དེ་ད་རྒྱ་མི་རིགས་དང་ཤེས་ཡོན་ཅན་ལྷག་པར་དུ་ཤེས་ཡོན་ཅན་དེ་ཚོ་རྒྱབ་སྐྱོར་བྱས། ལོ་རེ་བཞིན་དུ་རྒྱབ་སྐྱོར་མང་རུ་འགྲོ་ནས་ད་མ་འོངས་པ་རྒྱ་མི་རིགས་ཡོངས་རྫོགས་དབུ་མའི་ལམ་ལ་རྒྱབ་སྐྱོར་བྱེད་ཡག་གི་དུས་ཚོད་ཁྱོད་སླེབས་ས་རེད་བསམ་ནས་ཞེད་སྣང་བྱེད་གི་རེད། གསུམ་པ་དེ་རྒྱལ་སྤྱིའི་སྤྱི་ཚོགས་རེད། ཨོ་དེ་ཡིན་ཙང་དབུ་མའི་ལམ་ལ་ཞེད་སྣང་བྱེད་གི་ཡོད་རེད། དེ་ངས་ད་ལྟ་ཁོང་དུ་འཁྲུལ་ནས་བཤད་དེ། ཤིན་ཅང་ལ་ཅིག་ལྟ་དང་ཤིན་ཅང་ལ་དྲག་སྐྱོད་ག་འདྲས་ཅིག་བྱེད་གི་འདུག་རྒྱ་ནག་གི་ཡིག་ཆ་ནང་ལ་ཡོད་རེད་ཞིན་ཅང་གི་མི་ཧུའུ་ཨེ་ཤི་ཡ་ནང་ལ་ཡ་ད་ད་ལྟ་ཡོད་རེད་བ་དེ་ལ་གར་ས་ཐ་ཇིག་སི་ཐན་དེ་གར་ས་ཧ་ས་ཁི་སི་ཐན་ཝུ་སི་པེ་ཁི་སི་ཐན་ད་དེ་འདྲའི་ཞིན་ཅང་ཤར་ཏུར་ཁི་སི་ཐན་དེ་ཐ་ཉི་ཚ་གི་དབུས་ཨེ་ཤི་ཡ་གི་རྒྱལ་ཁབ་ཁ་ཤས་ཚང་མ་ཁ་ཆེ་རེད། དེའི་ནང་ལ་མི་མང་པོ་དང། དེ་ནས་ད་ཐུར་ཁི་དང་ས་ཆ་མང་པོ་ཅིག་ལ་ཕྱིན་ནས་རྒྱང་བལྟར་སྤྲད་གི་ཡོད་དེ་དེའི་ཡིག་ཆ་ཡོངས་གྲགས་རེད། ད་བར་ཆད་ཤིན་ཅང་གི་མིས་ལྔ་སྟོང་བར་ཆད་རྒྱང་བལྟར་སྤྲད་དེ་མ་ཟད་ཁ་ཆེའི་དྲག་སྤྱོད་པ་ནང་ལ་ཡང་རྒྱང་བལྟར་སྤྲད་ནས་རྒྱ་ནག་གཞུང་ལ་ཡང་ད་ཤར་ཐུར་ཁི་སི་ཐན་མི་རིགས་ཀྱི་ཐོབ་ཐང་རྩོད་ཡག་གི་ལས་འགུལ་ཅིག་སྤེལ་ཡག་རེད་ཟེར་ཅེས་དེ་ཡོངས་གྲགས་ཀྱི་ཡིག་ཆ་དེ་རིང་ནང་ལ་ཡོད་རེད། ཡིན་ན་རྒྱ་ནག་གཞུང་ཤེས་གི་ཡོད་མ་རེད། གང་ཡིན་ཟེར་ན་ཁོ་ཡོངས་གྲགས་ཀྱི་ཐོག་ནས་དྲག་གནོན་བྱེད་ཐུབ་ཀྱི་རེད་དྲག་སྤྱོད་པ་རེད། ཞི་བ་མ་རེད། ཁོ་ག་རེ་ལ་བྱེད་ཀྱི་རེད་ཞི་བ་ལ་བྱེད་ཀྱི་ཡོད་རེད་བ། དྲག་པོ་ལ་བྱེད་ཀྱི་ཡོད་མ་རེད་ཁོ་དྲག་སྤྱོད་བྱེད། ད་དྲག་སྤྱོད་པ་ལ་ཡང་རྡུང་རྡེག་བཏང་པ་ཡིན་ན་འཛམ་བུ་གླིང་གི་རྒྱབ་སྐྱོར་ཡོད་རེད། ད་ད་ལྟ་ཞིན་ཅང་ལ་དངོས་གནས་དྲག་ནས་རྒྱ་ནག་གཞུང་གིས་ག་འདྲ་ཟེར་གྱི་འདུག་ང་ཚོའི་བོད་ལ་ད་སྡིག་པོ་ད་ཧ་ལས་པ་བཏང་གི་ཡོད་རེད་ཡིན་ན་ཞིན་ཅང་ལ།

ཨ་ནི་རྒྱ་ནག་གཞུང་གི་ཞེད་སྣང་བྱེད་ཀྱི་ཡོད་མ་རེད། འགྲོ་སོང་དཀའ་ཚེགས་བཏང་ན་བཏང་ཆོག་གི་ཡོད་རེད། ད་ལོ་ཡིན་པ་ཡིན་ན་རྒྱ་ནག་གཞུང་གི་རྒྱལ་སྲུང་གི་དམག་མིའི་འགྲོ་སོང་ལས། ནང་ཁུལ་བརྟན་ལྷིང་གི་འགྲོ་སོང་ད་ལོ་ཡིན་ན་ཆེ་རུ་ཕྱིན་ཡོད་རེད། ད་ནང་བཞིན་གྱི་རྒྱལ་ཁབ་ཁ་བྲལ་དང་རང་བཙན་རྩོད་གི་ཡིན་སྲིད་ལབ་ན་གདོང་བཏང་བཏང་ཆོག་ཆོག་རེད། ཡིན་ཙང། ད་ལྟ་ང་ཚོ་གར་ཚུགས་ནས་བོད་ནང་ལ་རྒྱལ་བ་རིན་པོ་ཆེའི་སྐུ་པར།

བྱས་ཙང་ད་ལྟ་ང་ཚོ་ཁ་བྲལ་བ་རེད་ཁ་བྲལ་བ་རེད་ཟེར་ཡ་དེ་ཁ་བྲལ་བ་འགོག་གི་ཡོད་རེད་ཁོ་ཚོ། ཁོ་ཚོ་ཁ་བྲལ་བ་ག་ཚད་མང་བ་དང་ཁ་བྲལ་བ་ག་ཚད་མང་བ་དང་ཁ་བྲལ་གི་གླེང་གཞི་ག་ཚད་མང་བ་དཔེར་ན། རྒྱ་ནག་གཞུང་གི་ཁེ་ཕན་གྱི་ཚོགས་ཁག་ཧྥ་ལིན་ཀོང་ལ་ཡང་གདོང་ཐག་བཏང་ཉིན་ལས་ལས་ཀ་བྱས་ཉིན་རྒྱ་ནག་གཞུང་ལ་མི་ག་ཚད་ཡོད་རེད་ཟེར་ལབ་ན་མི་འབུམ་གཅིག་ཡོད་ཟེར་གི་ཡོད་རེད། བོད་ཀྱི་ཁ་བྲལ་གྱི་ཐོག་ལ་ལས་ཀ་ལས་ཉེས་ས་ཡ་གཉིས་ཡོད་ཟིག་ཡག་རེད་ད་དེའི་བར་ཆད་བོད་རང་སྐྱོང་ལྗོངས་ཀྱི་གཙོས་པའི་སི་ཁྲོན་ཡུན་ནན་ཀན་སུའུ་ཆིང་ཧྭ་གྱི་ནང་ལ་ཡང་བོད་རིགས་ས་ཁུལ་ཡོངས་རྫོགས་ཀྱི་ད་དེ་དང་འཐབ་ཕྱོགས་གཅིག་གྱུར་དང་གསང་བའི་ལས་ཁུངས་དང་མི་རིགས་ལས་ཁུངས་དང་སྤྱི་བདེ་དང་བདེ་འཇགས་དང་ཨ་ནི་ཆོས་ལུགས་དང་ད་ཕྱིར་མི་སྣེ་ལེན་དང་དེ་འབྲེལ་གྱི་ལས་ཁུངས་ཀྱི་མི་སྣ་ཚང་མ་ཚུད་རྒྱུ་རེད་བ་ཡིན་ནའང་དེ་འདྲའི་གཅིག་ལ་འགྲོ་སོང་གཏང་གི་ཡག་རེད་ད་གམ་ནང་བཞིན་གྱི་བོད། བོད་ཀྱི་ཁ་བྲལ་ལ་རྡུང་རྡེག་བཏང་པ་གི་འགྲོ་སོང་དེ་ལོ་རེ་བཞིན་དུ་ཁོ་དང་ཡང་ཇེ་མང་ལ་འགྲོ་གི་རེད། བྱས་ཙང། ད་རྒྱ་ནག་གཞུང་ག་རེ་ལ་བཤད་གི་ཡོད་རེད་ལབ་ན། རྒྱ་ནག་མི་མང་གི་དབུ་མའི་ལམ་ལ་ཡང་རྒྱབ་སྐྱོར་ཤུགས་ཆེ་རུ་འགྲོ་གི་རེད་བསམ་ནས་དེ་ཕྱི་ནང་བྱེད་གི་ཡོད་རེད། དེ་ཡིན་དུས་ད་ལྟ་གུང་དུ་རྒྱ་ནག་མི་མང་གི་དབུ་མའི་ལམ་གི་ཐོག་ལ་ལྟ་སྟངས་དང་རྒྱབ་སྐྱོར་ག་འདྲ་ཡོད་རེད་ཟེར་ཡོད་དེ་བརྗོད་གཞི་དེ་ད་ང་ཚོས་ཚུར་འཇུག་ཅིག་བསྡུས་པ་ཡིན་ན། ད་དེ་འདྲི་གཅིག་རེད། རྒྱ་ནག་མི་དམངས་ཀྱི་ག་འདྲས་ཅིག་བྱེད་ཀྱི་ཡོད་མེད་རོབ་རྩིས་ཞུས་པ་རྒྱ་ནག་གཞུང་གི་བྱས་ལུགས་བྱས་སྟངས་དང་བྱས་བབ་ཀྱི་ཐོག་ནས་ཧ་ཅང་གསལ་བོ་ཅིག་ར་འཕྲོ་ཐུབ་པ་དེ་འདྲི་གཅིག་རེད་ཅེས་ངས་ཞུ་མཚམས་དེ་ནས་བཞག་གིན་ཨ་ནི་དྲི་བ་དྲི་ལེན་ཡོད་ན་ང་ཚོ་དུས་གཅིག་ཡིན།